ཆགས་སྡང་གཉིས་དེ་སྐྱེས་ཚར་བའི་རྗེས་སུ་དེ་གཏི་མུག་གི་ཤུགས་ཀྱིས་སྐྱེ་འོང་གཏི་མུག་ཟེར་མཁན་དེ་མི་ཤེས་རྨོངས་པ་དེ་རེད་གཏི་མུག་ཟེར་མཁན་མི་ཤེས་རྨོངས་པ་དེ་གང་ལ་རང་ཕྱོགས་ལ་ཆགས་པ་སྐྱེས་འོང་དུས་གང་ཆགས་པ་དེ་དེ་ནས་ཉེས་པ་ཡིན་པ་ཧ་མི་གོ་ནས་དེ་དེའི་ཐོག་ལ་སྡིག་པ་མང་པོ་བསགས་ལ་ད་རང་གིས་དེ་ནས་ཐོན་ཐབས་འོང་ང་སྡིག་པ་མང་པོ་བསགས་དགྲ་དེ་དེ་ནས་དགྲ་ཡིན་པ་ཧ་མི་གོ་ཉེས་པ་ཡིན་པའང་དེ་དགྲ་ཡིན་དང་ད་ལ་དངོས་གནས་ཀྱི་སྲས་གཙུག་ལག་ཟུར་བུ་ཀྱི།

འདི་ལས་རྒྱ་ཆེ་དེ་འདི་ལས་དཀྱུས་རིང་དེ་འདི་ལས་གཏིང་ཟབ་དེ་བྱེད་མཁན་གཟེངས་བསྟོད་བྱ་དགོས་རེད་མ་གཏོགས་པ་དེ་རེད་ཅེས་མ་རེད་དེའི་འདུག་དེ་མ་ཐག་རྗེ་བཙུན་མི་ལ་ལ་སོགས་པ་དང་ཀུན་མཁྱེན་ཀློང་ཆེན་རབ་འབྱམས་ལ་སོགས་པ་དེ་ཚོ་བག་ཡོད་སྤང་མཁན་དེ་དངོས་གཉེན་ཁོ་རང་གི་ཕྱག་ཆེན་ཐམས་ཅད་སྨད་པ་མི་རིགས་ས་ཅིག་མི་གོ་ས་ཅིག་ང་རང་ཚོ་རེད་དེ་ཞབས་དཀར་ཚོགས་དྲུག་རང་ལ་དེ་འདྲ་བོད་པ་དེའི་འདི་ལྟར་དེ་འདྲ་བྱུང་སོང་ན་ད་དཔེ་མེད་ཀི་ཡག་པོ་རེད་དངོས་གནས་བག་ཡོད་སྤང་ན་དེ་ནས་ཡིན་ཆོས་རྣམ་དག་ཅིག་བྱ་དགོས་རེད།

ང་རང་ཚོ་ལས་དང་པོ་པར་ཡིད་ཆེས་དགྲ་ལ་བསྐུལ་ནས་སྡང་བ་དང་གཉེན་ལ་ཆགས་པ་དེ་སྤང་ཐུབ་རྒྱུ་ཞིག་མ་རེད་འདི་དཔེར་ན་ང་རང་ཚེ་འཁོར་བ་ཐོག་མ་མོད་ཀྱི་བག་ཆགས་སྡུག་ཅག་ཡིན་དུས་གང་ལ་དུད་འགྲོ་ཡིན་ན་དེ་ག་དུ་བ་ང་ཚོ་ལ་མཛོ་མོ་དག་ཏུ་བུ་དམ་ཤི་ཚར་སོང་ང་ཚོ་ལ་མཛོ་མོ་ཆབ་ཅིག་ཞུ་རེ་ངོ་མ་ཨ་མ་གྲང་བ་ཁོ་ཚོ་དེའི་མཛོ་མོ་དེ་གི་ཚོ་དུད་འགྲོ་རེད་ད་དེ་མི་མ་རེད་དེ། ཤག་རྒྱ་ཟེར་ཁོ་རང་གི་དེ་བ་ལ་བ་ཕྱུགས་འཚོ་མཁན་ཁོ་ལ་ང་ཚོ་གྲྭ་བ་ཅིག་གིས་སུ་ཡིན་ནས་ཅིག་ཁོ་ལ་ཕུར་བུ་ཅག་རྒྱག་ན་རྒྱུ་དུས་ཁོང་མཛོ་བོ་ནག་པོ་ཞིག་ཡོང་ཁོ་ལ་དེའི་མ་ནས་གྲྭ་བ་ཕུར་ལོག་བྱེད་ཟེར།